བསྙེན་པར་བསྒྲགས་ཤིང་གྲོ་མང་བཅུད་བཏུལ། རྣམ་ཐོས་བུ་ཡི་ནོར་ཕྲ་ཐོབ་གྱུར་ཀྱང། སྲིད་པའི་དཔལ་འབྱོར་སྙིང་པོ་མེས་བསྲེགས་ནས། ཁེངས་པ་མེད་པ་རྒྱ་སེ་ལག་ལེན་ཡིན། ཞེས་གསུངས་འདི་གའི་རྩ་ཚིག་གི་བརྡ་དོན་དག་རྡོག་རྡོག་ཅིག་གར་བསྟན་གྱི་འདུག་ཟིན་ནར་བ། ང་རང་ཚོ་གི་ད་འཛམ་བུ་གླིང་འདིའི་ནང་དུ་འཇིག་རྟེན་ཁམས་འདིའི་ནང་དུ་ད་མིང་ཆེན་པོ་སྙན་གྲགས་ཆེན་པོ་པདྨི་སི་སྐད་གྲགས་ཆེན་པོ་འཛམ་བུ་གླིང་འདིའི་མི་ཡོངས་རྫོགས་ཀྱིས་ད་ང་རང་ཚོ་ལ་རྣ་བ་འགྲོ་བསྡད་པ་ར་རྣ་བ་སྒྲོ་ག་ཞིང་བརྩི་བཀུར་བྱས་ཏེ་བོད་ཀྱི་བདེན་མཐའ་གྱི་ད་མིང་ཆེན་པོ་ཐོབ་པ་ཡིན་ན་རེད། ཡང་མེད་ན་གནམ་སྟོད་བུ་ཡི་ནོར་བྲག་ཟེར་ཏེ་གནམ་སྟོད་བུ་ཟེར་ཏེ་ནོར་བླ། ར། ཛམ་བྷ་ལ་བསྒྲགས་ན་འགྲིག་གི་འདུག་ར། ཛམ་བྷ་ལ། ཛམ་བྷ་ལ་བསྒྲགས་འོས་ཀྱི་ད་ནོར་ལོངས་སྤྱོད་ཕུན་ཚུན་ཚོགས་པ་དེ་ནས་ཅིག་པདྨའི་རྗེ་ཕྱུག་པོ། བ་རོ། ཕྱག་ནས་དེ་ནས་རྒྱུན་ཐོགས་ལོངས་སྤྱོད་འཛམ་བུ་གླིང་ནང་ལ་མེད་ན་མ་གཏོགས་ཡོད་ཚད་ཚང་མ་སོ་སོ་ལ་ཐོབ་བདེ་བ་སོ་སོ་ལ་སྦྱོར་བདེ་བ་དེ་འདྲ་ཐོབ་བདེ་བ་ཡིན་ན་ཡང། དེ་དག་ཐམས་ཅད་དེ་ག་རེད་སྲིད་པའི་དཔལ་འབྱོར་ཟེར་ན་འཇིག་རྟེན་འཁོར་བའི་ཆོས་ཀྱི་རྣམ་གཞག་རེད་འཇིག་རྟེན་འཁོར་བའི་ཆོས་ཀྱི་རྒྱུ་ནོར་ལོངས་སྤྱོད་རེད་ཡིན་པའི་རྒྱུ་མཚན་འདི་ལ་བརྟེན་ནས་དེ་ཚོའི་ལ་རྟག་པ་དང་བརྟན་པ། སྙིང་པོ་ཟད་དེ་རྩ་བ་ཉིད་དུ་ཡོད་མ་རེད་མེད་པའི་རྒྱུ་མཚན་ག་ཚོད་ན་དེ་རིང་ཐོབ་པ་ཡིན་ན་སང་ཉིན་འགྱུར་ཆོག་ཆོག་རེད་རེད་བ། སང་ཉིན་ཐོབ་པ་ཡིན་ན་གནངས་ཉིན་འགྱུར་ཆོག་ཆོག་རེད་ད་དེ་ཚོའི་རྟག་པ་བརྟན་པ་མུ་མཐུད་ནས་སོ་སོའི་རྒྱུད་ལ་གནས་བསྡད་དང་མུ་མཐུད་ནས་སོ་སོ་ལ་རག་བསྡད་དེ་འདྲ་ཅིག་ཡོད་རེད་ཟེར་ན་དེ་ཡོད་མ་རེད་མེད་པའི་རྒྱུ་མཚན་དེ་ལ་བརྟེན་ནས་མེད་པ་ལ་མེད་པར་གཟིགས་ནས་སུ་རྒྱ་ཚད་བྱང་ཆུབ་སེམས་དཔའ་རྣམས་ཀྱིས། རྒྱ་ཚད་བྱང་ཆུབ་སེམས་དཔའ་རྣམས་ཀྱིས་འཇིག་རྟེན་འཁོར་བའི་ཆོས་ཀྱི་བདག་མིང་སྙན་གྲགས་ཨ་ནི་རྒྱུན་ལྡོག་ལོག་ཆུང་ངུའི་དཔེ་ཆ་ག་འདྲའི་ལྕི་མོ་ག་འདྲས་ཐོབ་པ་ཡིན་ན་དེ་དག་ཐམས་ཅད་ཀྱི་རང་བཞིན་སྙིང་པོ་མེད་པ་ལ་མེད་པར་གཟིགས་ནས་ཨ་ནི་དེ་ཚོས་ཐོབ་པ་ཡིན་ན་དེ་ཚོས་ལ་ད་ང་རྒྱལ་སྐྱེས་ང་བྱིའུ་སྐྱེས་ང་བྱིའུ་ཐོབ་གསུངས་ཟེར་ནས་དེ་ནི་ང་རྒྱལ་ཁེངས་པ་སྐྱེས་ང་ཁེངས་པ་ཟེར་ནས་ང་རྒྱལ་ལ་རེད་ཡིན་ནའི་ང་རྒྱལ་བྱེད་ཀྱི་རེད་ཟེར་ན་ང་རྒྱལ་བྱེད་ཀྱི་མ་རེད་མེད་པའི་མི་བྱེད་པའི་རྒྱུ་མཚན་ག་རེ་ཟེར་ན་དེ་ཚོས་ཐམས་ཅད་འཇིག་རྟེན་གྱི་དཔལ་འབྱོར་རེད་འཇིག་རྟེན་གྱི་རྒྱུན་ལྡོག་ལོག་ཆུང་མིང་སྙན་གྲགས་རེད་ཡིན་པའི་རྒྱུ་མཚན་དེ་ལ་སྙིང་པོ་ཡོད་མ་རེད་ཟེར་བྱས་ཙང། ང་རང་ཚོ་ཡིན་ན་ཡང་ད། འཇིག་རྟེན་འཁོར་བའི་འདིའི་ནང་དུ་བདེ་ཆེན་གྱི་ལ་མིང་སྙན་གྲགས། དཔལ་ཕུན་ཆེན་ཚོགས་པ་རྒྱུ་ནོར་ལོ་ཆུང་དངུལ་ཕལ་ཆེར་ག་ཚོད་དམའ་བོ་ག་ཚོད་ཐོབ་པ་ཡིན་ན་ཡང་དེ་ཚོད་ཐོབ་པའི་སྐབས་སུ་ང་ཤི་བོ་ཐོབ་ཚོ་ང་ཤི་བོ་ཚོ་དགའ་དགའ་སྤྲོ་སྤྲོ་བྱས་ནས། ང་རྒྱལ་ཤུགས་ཆེན་པོ་ཤི་བོ་བྱས་ནས་ཡོང་བརྗོད་ཡོད་རེད་ཟེར་ན། བྱས་ན། དེ་རུང་གི་རེད་ཟེར་ན་རུང་གི་མ་རེད་ལབ་ཀྱི་ཡོད་རེད་ག་ཚོད་མི་རུང་པའི་རྒྱུ་མཚན་ནི་དེ་དག་ཐམས་ཅད་འཁོར་བའི་ཆོས་རེད་ཁྱོད་རང། ནམ་ཞིག་འགྱུར་ཆོག་ཆོག་རེད་སང་ཉིན་འགྱུར་ཆོག་ཆོག་གི་སྣང་བརྙན་འགྱུར་ཆོག་ཆོག་རེད་བ། དེ་རིང་ཤི་བོ་ཕྱུག་པོ་ཡོད་དེ་རིང་ཤི་བོ་མིང་སྙན་གྲགས་ཆེན་པོ་ཡོད་ལབ་ན་ཡང་སང་ཉིན་སྣང་བརྙན་མེད་པ་ཆགས་འགྲོ་ཡོད་དེ་ནས་ག་ཚོད་དམའ་བོ་ག་ཚོད། ཡོད་ར་དཔེ་མང་པོ་བཞུགས་ཀྱི་ཡོད་ར་མིག་མཐོང་ལང་སིད་འགྲོ་ང་ཚོ་ཚང་མ་བྱས་ཙང་སྡུག་བྱས་ནས་ད་རྒྱ་སེ་བྱང་ཆུ་སེམས་པ་དུས་ཚོད་ཡིན་ན་ཨ་ནི་སྡུག་བྱས་ནས་ཉམས་སུ་ལེན་གི་རེད་ལེན་གི་རེད་སྡུག་བྱས་ནས་ཨ་ནི་ཆོས་ཐམས་ཅད་ཀྱི་ད་རང་བཞིན་སྙིང་པོ་མེད་པ་ལ་སྙིང་བོ་མེད་གཟིགས་ཐུབ་ཀྱི་ཡོད་རེད་གཟིགས་མི་གཟིགས་ཐུབ་པའི་རྒྱུ་མཚན་དེ་ནི་ཁོང་རྣམ་པའི་ང་རྒྱལ་དང་ཨ་ནི་ཁེངས་པ་དེ་ནི་བྱེད་ཀྱི་མ་རེད། འཁོར་བའི་ཆོས་ལ་ཞེན་པ་དང་ཨ་ནི་ཆགས་པ་དང་ཁེངས་པ་ཞུ་བྱས་ཡོད་མ་རེད་དེ་ཙང་གཙོ་བོ་ཆོས་ཉམས་ལེན་བྱེད་དགོས་རེད་ཆོས་ལག་ལེན་བསྟར་དགོས་རེད་འཁོར་བ་ལ་ཞེན་པ་ཟློག་དགོས་རེད་ཟེར་ནས་ད་དེ་གསུང་གི་འདུག་ར། རང་གི་ཞེ་སྡང་དགྲ་བོ་མ་ཐུལ་ན་ཕྱི་རོལ་དགྲ་བོ་བཏུལ་ཞིང་འཕེལ་བར་འགྱུར། དེ་ཕྱིར་འཇམ་དང་སྙིང་རྗེ་དམག་དཔུང་གིས་རང་རྒྱུད་བསྡུལ་བ་རྒྱ་སེ་ལག་ལས་ཡིན། ཞེས་གསུངས་པའི་གི་ད་རྩ་ཚིག་དེ་གི་དོན་དག་རྡོག་རྡོག་ཅིག་ག་རེ་བསྟན་གི་འདུག་ཟེར་ན། ད་ང་རང་ཚོ་ནམ་རྒྱུན་ག་རེ་བསམ་གི་རེད་དངོས་གནས་དྲང་གནས་ཀྱི་སྒྲ་ཟེར་གི་འདི་ཕྱིར་ལོག་ཡོད་འདུག་པ་ཕྱིར་ལོག་གི་མི་འདི་ཚོས་ང་རང་ཚོ་གི་སྒྲ་ཡིན་པ་དངོས་གནས་དྲང་སྒྲ་དེ་འདི་ཡིན་པ་བསམ་བསྡད་ཀྱི་ཡོད་རེད་བ། ཡིན་ནའང་ད་རྩ་ཚིག་འདི་ག་རེ་བསྟན་གྱི་འདུག་ཟེར་ན། དངོས་གནས་དྲང་གནས་ཀྱི་སྒྲ་ཟེར་དེ་ཕྱི་ལ་ཡོད་མ་རེད་ང་རང་ཚོ་གི་ནང་ལ་ཡོད་རེད་ལབ་ཀྱི་འདུག་རེད་བ། ད་ནང་གི་སྒྲ་དེ་ག་རེ་རེད་ཟེར་ན་དངོས་གནས་དྲང་གནས་སྒྲ་དེ་ག་རེ་རེད་ཟེར་ལའང་འདི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་སེར་སྣ། ལྷག་པར་དུ་ང་ངག་འཛིན་མི་ངར་འཛིན་མི་བདག་འཛིན་གྱི་ཤུགས་ཆེན་པོ་ཕྱོགས་འདི་རེད། འདིའི་ནང་དུ་ལྷག་པར་དུ་ད་ནང་འདིའི་སྐབས་སུ་སྒྲ་གཙོ་བོ་དེ་ཞེ་སྡང། ཁོང་ཁྲོ་དེ་རེད་ཟེར་བ་ག་རེ་ཟེར་ལ་ཞེ་སྡང་དང་ཁོང་ཁྲོ་དེ་ཚོ་ང་རང་ཚོ་གི་སྒྲ་དངོས་གནས་དྲང་བདེན་དེ་སྒྲ་རེ་རེད་ཟེར་ན་དེ་ལྟ་བུ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་གྱི་འདྲ་སྒྲ་དེ་ཚེ་འདི་ལ་སྡུག་པོ་བཏང་བ་ཙམ་མ་ཟད་བོད་ཀྱི་ཚེ་ཕྱི་མ་ལ་ཡང་ག་བ་བསྐྱལ་བཞག་གི་རེད་དམྱལ་བའི་ཡི་དྭགས་དྲི་བྲོའི་སྣའི་ནང་དུ་བསྐྱལ་བཞག་གི་རེད་དེའི་ནང་དུ་གཡུགས་བཞག་གི་རེད་བྱས་ཙང་འདི་ཚོ་འདི་ཚོ་དེ་དངོས་གནས་དྲང་བདེན་གྱི་སྒྲ་དེ་འདི་ཚོ་རེད་ལབ་ཡོད་རེད། བྱས་ཙང་རང་གི་ཞེ་སྡང་གི་སྒྲ། འདོད་ཆགས་ཀྱི་དགྲ་གཏི་མུག་གི་དགྲ་ལ་སོགས་པ་དེ་མ་བཏུལ་བ་ཅི་ཨ་ནི་ཕྱི་རོལ་གྱི་དག་ང་རང་ཚོ་མི་རེ་མིག་གི་དགྲ་དེ་ཚོ་དག་ང་བཏུལ་གིན་མེད་པ་ཟོས་གིན་བཅོམ་གིན་དེ་ནས་ལན་སློག་གིན་ཁ་བརྡའི་བཅར་གིན་འཛིང་གིན་ལབ་ན་ག་ཚོད་མོ་ག་ཚོད་འཛིང་ན་འཛིང་ག་ཚོད་མོ་ག་ཚོད་སད་ན་སད་ཁོ་ཚོ་ཕྱི་རོལ་གྱི་དགྲ་དེ་གཅིག་ལ་བལྟས་ན་གཉིས་གཉིས་ལ་བལྟས་ན་གསུམ་བྱས་ནས་མང་རུང་མང་རུང་ཕལ་བྲོ་ཡ་རེ་མ་གཏོགས་ཤིག་གིས་ཉུང་རུང་ཉུང་རུང་ག་དུས་ཡང་འགྲོ་གི་མ་རེད་རྒྱུ་མཚན་དེ་ལ་བརྟེན་ནས། རྩ་བ། སོ་སོ་རང་ནང་གི་ཡོད་པའི་གི་སྒྲ་འདོད་ཆགས་ཞེ་སྡང་གཏི་མུག་འདོད་ཆགས་བཅོམ་དགོས་གོ་རེད་ལ་མོས་པ་བཟོད་གོ་རེད་ད་འདི་ཚོ་མོས་པ་བཟོད་ལ་ད་ལག་ཆ་འདྲ་བ་དམག་མི་འདྲ་བ་དེ་སུ་ཡོད་རེད་ཟེར་ན་དམག་མི་འདྲ་བ་དེ་བྱམས་པ་དང་སྙིང་རྗེ་དང་ད་ཤེས་རབ་འདི་ཚོ་རེད་འདི་ཚོ་གི་དམག་མི་ལ་བསྟེན་ནས་ཨ་ནི་ནང་གི་སྒྲ་དེ་མོས་པ་བཟོད་དགོས་ཀྱི་ཡོད་རེད་ལབ་རེད། རྟ་ག་ནི་ཅེས་གཟུགས་འོག་བཀླགས་དུས་ནང་གི་སྒྲ་ཞེ་སྡང་འདྲ་བ་ཤུགས་ཆུང་པོ་སྐྱེས་འོང་བའི་སྐབས་སུ་ལ། རྟ། དངོས་གནས་དྲང་རྟ་ཞེ་སྡང་ཟེར་ཏེ་འདུག་བཞག་ར་ཡག་པོ་མ་རེད་རྟ་དེའི་དངོས་གནས་དྲང་ནས་ཞེ་སྡང་དེ། ཡོང་ཡ་ཡག་པོ་རེད་མོ་སེམས་སོ་སོའི་རྒྱུད་ལ་རྟ་བྱམས་པ་དང་སྙིང་རྗེ་སྒོམ་དགོས་པོ་རེད་གླ་རེད། རྟ་ཞེ་སྡང་སྐྱེ་བའི་ཡུལ་འདི་རུ་སུ་དང་སུ་ལ་སྐྱེས་སོང་ལ་དེ་སྐྱེས་འོང་བའི་སྐབས་སུ་ལ་ནི། སྙིང་རྗེ་ཟེར་ན་བྱམས་པ་དང་སྙིང་རྗེ་སྒོམ་ནས་ད་སྙིང་རྗེ་གི་དམག་དང་སྙིང་རྗེ་གི་ད། དམག་མི་འདི་གི་ད། ཞེ་སྡང་གིས་མཉམ་དུ་ཁ་བརྡས་བཅར། འདོད་ཆགས་སྐྱེས་ན་འདོད་ཆགས་མཉམ་དུ་ཁ་བརྡས་བཅར། གཏི་མུག་སྐྱེས་ན་གཏི་མུག་མཉམ་དུ་ཁ་བརྡས་བཅར་བ། ང་རྒྱལ་སྐྱེས་ན་ང་རྒྱལ་མཉམ་དུ་ཁ་བརྡས་བཅར་དགོས་རེད། ཟེར་ལྟ། སོ་སོའི་རྒྱུད་ལ་ཡོད་པའི་གི་ད་སྦྱངས་པ་དང་སྙིང་རྗེ་གི་དམག་དེ་ལ་བརྟེན་ནས་དམག་མི་དེ་ལ་བརྟེན་ནས་སོ་སོའི་རྒྱུད་ལ་ཡོད་པའི་གི་དགྲ་འདོད་ཆགས་ཞེ་སྡང་གཏི་མུག་དེ་དག་མཉམ་དུ་བཙིང་དགོས་རེད། ཁ་བརྡས་བཅར་མེད་པར་བཟོད་དགོས་རེད་ཟེར་ལབ་ཀྱི་འདུག། འདི་བཟོས་བ་ན་ཨ་ནི། ཕྱི་རོལ་གྱི་སྒྲ་ཟེར་རང་བཞིན་གྱིས་མེད་པར་ཆགས་འགྲོ་གི་རེད་ཕྱི་རོལ་སྒྲ་ཟེར་རང་བཞིན་གྱིས་ཡོང་གི་མ་རེད་ལགས་ཀྱི་འདུག་ར་ལྟ་འདི་ནི། ལག་ལེན་འདི་སུ་བསྟར་གྱི་རེད་ཟེར་ན་རྒྱ་བཟས་བྱང་ཆུབ་སེམས་དཔའ་རྣམས་ལས་འདི་ནི། རང་གི་རྒྱུ། རང་རྒྱུད་ལས་ཡོད་པའི་འདོད་ཆགས་ཤེས་ན་དེ་མོ་ང་རྒྱལ་གྱི་སྒྲ་འདི་བཏུལ་ཡས་ལ་ཨ་ནི། ཉམས་ལེན་བྱེད་ཀྱི་རེད་འདི་བཏུལ་ཡས་ལ་བརྩོན་གྱི་རེད་འདི་བཅོས། བྱས་ཙང་རྒྱ་བཟས་བྱང་ཆུབ་སེམས་དཔའ་རྣམས་ཀྱིས་འདི་ནི། ཕྱི་རོལ་ཕྱི་རོལ་གྱི་སྒྲ་འདི་བཏུལ་ཡས་ཀྱི་ཚབ་ལ་ཨ་ནི། རང་རྒྱུད་ལ་ཡོད་པའི་གྱི་ད་འདོད་ཆགས་ཤེས་དང་གཏི་མུག་འདི་བཅོས་ཨ་ནི། མེད་པར་བཟོའམ་འདི་བཅོས། བཏུལ་བའམ་འདི་ཚོ་བཏུལ་བའི་ཐབས་ལ་ནི་བརྩོན་གྱི་རེད་དེ་བཏུལ་བའི་ཐབས་ལ་ནི་ལག་ལེན་བྱེད་ཀྱི་རེད། དེ་ནས་ལག་ལེན་བྱེད་པ་དེ་རྒྱ་ཚད་ཞིབ་འཇུག་སེམས་དཔའ་རྣམས་ཀྱི་ལག་ལེན་རེད་ཟེར་ནས་འདིའི་ནང་དུ་གསུང་གི་འདུག་བཀྲ་ཤིས་བདེ་ལེགས།